བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། རྟ་ཡི་སྲིད་དུ་བྱང་ཆུབ་རྒྱལ་མཚན། རྒྱལ་མོ་གསེར་འཁོར་གྱི་དུས་རབས། ས་སྐྱ་པའི་དཔོན་རིགས་ཙམ་དུ་མ་ཟད་གཡའ་བཟང་དང་ཚལ་པ་སུ་ལ་ཡིན་ན་ཡང། རང་ཉིད་ཕག་གྲུའི་མངའ་འོག་ཏུ་ཤོར་འགྲོ་བ་ནི་རྨི་ལམ་ནང་དུ་ཡང་འཁོར་མ་མྱོང་བའི་གནས་ཚུལ་ཡ་མཚར་བ་དང་ཤིན་ཏུ་གློ་བུར་བ་ཞིག་ཏུ་གྱུར་ཡོད། ཡིན་ན་ཡང། བྱང་ཆུབ་རྒྱལ་མཚན་གྱི་དགྲ་བོ་ལ་ཁ་གཏད་བྱེད་པ་དང་མཉམ་དུ། ནང་ཁུལ་གྱི་མཐུན་སྒྲིལ་དང་སྟོབས་ཤུགས་གོང་འཕེལ་གཏོང་བར་འབད་བརྩོན་ལྷོད་མེད་གནང་གི་ཡོད་སྟབས། ཕག་གྲུའི་ནུས་ཤུགས་ཉིན་རེ་བཞིན་འཕེལ་རྒྱས་སུ་ཕྱིན་ཏེ། ཁྲི་དཔོན་སྤྱིར་བཏང་བ་ཞིག་ནས་བོད་ཁམས་ཡོངས་ལ་དབང་བསྒྱུར་བའི་སྲིད་གཞུང་སྟོབས་ཤུགས་ལྡན་པ་ཞིག་ཏུ་གྱུར་པ་རེད། བར་ལམ་ནས་ས་སྐྱ་པའི་སྐབས་གདུང་རྒྱུད་ཀྱི་ཞལ་ངོ་སྔ་ཕྱི་རྣམས་སྡོད་པ་ཐ་དད་དུ་གྱུར་ཅིང་དཔོན་ཆེན་རྣམས་དུས་ཡུན་ཐུང་ངུ་རེའི་ནང་འཕོ་ལེན་གྱི་འགྱུར་བ་མང་པོ་བྱུང་བས། འཛིན་སྐྱོང་གི་ལམ་སྲོལ་མིག་ལྟོས་བཟང་པོ་ཅན་ཞིག་འཇོག་ཐུབ་མེད་པ་མ་ཟད། ཁྲིམས་ལུགས་ཀྱི་ནང་དུ་ཡང་སོག་པོའི་ཤན་ཤུགས་ངན་པ་མང་པོ་ཐེབས་ཏེ་བོད་རང་གི་རིག་གཞུང་དང་འཚོ་བའི་གནས་སྟངས་ལ་མི་འཚམ་ཞིང་རྩུབ་སྤྱོད་དང་སྡིག་པའི་ལས་ཤས་ཆེར་ཡོད་པ་ཞིག་ཏུ་གྱུར་ཡོད། དེར་བརྟེན་བྱང་ཆུབ་རྒྱལ་མཚན་གྱི་བསམ་པར་མངའ་འབངས་རྒྱ་ཆེན་པོ་ཡོད་པའི་འཛིན་སྐྱོང་གི་སྡེ་ཁག་ཅིག་ལ་མཚོན་ན་ཉམ་ཆུང་བརྡབ་ནས་མ་ཤོར་བ་དང་རྒོད་པོ་སྒང་ཤོར་དུ་མ་སོང་བ། བཟང་ངན་མཐོ་དམན་ཀུན་ལ་ཚད་ཐིག་གཅིག་ཅིང། གྲངས་ཉུང་སྤྱི་ཕན་ཅན་གྱི་ཁྲིམས་ལུགས་ཤིག་དགོས་གལ་ཆེན་པོར་གཟིགས་ཏེ། རྒྱུན་དུ། མི་ཡོངས་རྫོགས་འདོད་པ་གཅིག་པ་ཡོང་ཐུབ་ཐབས་མེད་ཀྱང། སྤྱིའི་ཁེ་ཕན་གཞི་ལ་བཞག་པའི་ཁྲིམས་ལུགས་ཤིག་གི་འོག་ཏུ་ངེས་པར་དུ་འདུ་ཐུབ་པ་བྱ་དགོས། དེ་ལྟར་ཡོང་བ་ལ། ཁྲིམས་ལུགས་སྤུས་གཙང་ཚད་ལྡན་ཞིག་མེད་དུ་མི་རུང་བ་ཡིན། ཞེས་གསུངས་ཏེ་ཕག་གྲུ་པའི་སྲིད་གཞུང་ལ་ཁྲིམས་ལུགས་ཚད་ལྡན་ཞིག་ཡོང་ཐབས་སུ་འབད་བརྩོན་གནང་གི་ཡོད། སྤྱིར་བོད་ལ་མཚོན་ན། ཆོས་རྒྱལ་གོང་མ་ཚོའི་སྐུ་དུས་ནས་བཟུང། བོད་རང་གི་སྤྱི་ཚོགས་ཀྱི་གནས་བབ་དང་འཚམས་པའི་ཞི་དྲག་གི་ཁྲིམས་ལུགས་འཐུས་སྒོ་ཚང་བ་ཞིག་ཡོད་ཀྱང། བར་ལམ། སྤྱི་ཚོགས་ཀྱི་འགྱུར་བ་སྣ་ཚོགས་པའི་དབང་གིས་ཁྲིམས་ལུགས་དེ་དག་ལ་རྒྱལ་ཁབ་གཞན་པའི་ཁྲིམས་ལུགས་དང། སྤྱི་ཚོགས་ཀྱི་ཤུགས་རྐྱེན་ངན་པ་སྣ་ཚོགས་ཐེབས་ཏེ་རང་བཞིན་གྱིས་བེད་མེད་ལྟ་བུར་གྱུར་ཡོད། དེར་བརྟེན་བྱང་ཆུབ་རྒྱལ་མཚན་གྱི་བསམ་པར་ཁྲིམས་ལུགས་ནི། རང་གི་སྤྱི་ཚོགས་ཀྱི་གནས་བབ་དང་འཚམས་པ་དང་རིག་གཞུང་གི་སེམས་ཁམས་ལ་གཙོ་བོ་བསྟུན་དགོས་པ་ཞིག་མ་གཏོགས། གཞན་པའི་ཤུགས་རྐྱེན་དང། མིག་ལྟོས་རྐྱང་པས་ཐག་གཅོད་བྱེད་རུང་བ་ཞིག་མིན་པའི་ལྟ་ཚུལ་བརྟན་པོ་ཡོད་སྟབས། ཁོང་གིས་ཁྲིམས་ལུགས་བཅོས་བསྒྱུར་བྱ་དགོས་པ་ནི། སྲིད་དབང་སྲ་བརྟན་ཡོང་བར་གལ་གནད་ཆེ་བའི་གོམ་སྟབས་དང་པོར་འཛིན་གྱི་ཡོད། ཁོང་གིས་ཕྱོགས་མང་པོར་དགོངས་བཞེས་དང་ཞིབ་འཇུག་མཛད་པའི་མཐའ་མ། ཁྲིམས་ཡིག་ཞལ་ལྕེ་བཅོ་ལྔ་ཞེས་པ་ཞིག་དངོས་སུ་གཏན་འབེབས་མཛད་པ་རེད། ཁྲིམས་ཡིག་དེ་ནི་རང་འདོད་གང་བསམ་ལྟར་བྱས་པ་ཞིག་མ་ཡིན་པར། ཆོས་རྒྱལ་གོང་མ་ཚོས་གཏན་འབེབས་མཛད་པའི་མི་ཆོས་དང། ལྷ་ཆོས། རྒྱལ་ཁྲིམས། དམག་དོན་གྱི་ཁྲིམས་ལུགས་བཅས་ཞི་དྲག་གི་ཁྲིམས་སྲོལ་མང་པོ་གཞི་རྩར་བཟུང་བའི་ཐོག་བོད་མི་རང་གི་དངོས་ཡོད་སྤྱི་ཚོགས་ཀྱི་གནས་སྟངས་དང་མཐུན་པ་སྟེ། འབངས་འཁོར་རྣམས་ཡང་དག་པར་སྐྱོང་བའི་ཁྲིམས་ཡིག་དྲང་སྙོམས་ལྡན་པ་ཞིག་ཡིན། བར་སྐབས་གནད་དོན་ཚེ་དཔོན་པོ་སྔ་ཕྱི་མང་པོ་ཞིག་ཆང་རག་ལ་ཚོད་མེད་སྤྱོད་པ་དང། ཚུལ་མིན་གྱི་བུད་མེད་བསྟེན་པ་སོགས་ཆལ་ཆོལ་ཅན་དུ་གྱུར་པའི་དབང་གིས་སྙུ་གདོང་རྫོང་མཁར་གྱི་ལས་དོན་མང་པོ་ལ་འཐུས་ཤོར་ཕྱིན་ཡོད་པ་མ་ཟད། ཕག་གྲུའི་མངའ་ཁོངས་ཡིན་པའི་ས་ཁང་མང་པོ་ཞིག་ཀྱང་ཞེན་ལག་ཏུ་ཤོར། འདི་ལྟར་ཕག་གྲུའི་དཔོན་རིགས་འགའི་བྱས་ཉེས་ཀྱི་དབང་གིས་བར་སྐབས་ཤིག་ལ་ཕག་གྲུའི་སྲིད་དབང་དང་མངའ་ཐང་ལ་ལྷུང་འབབ་ཆེན་པོ་བྱུང་ཡོད། བྱང་ཆུབ་རྒྱལ་མཚན་རང་ཉིད་ལ་མཚོན་ན་ཆབ་སྲིད་ཀྱི་གོ་གནས་དེ་ཙམ་གལ་ཆེན་པོར་གཟིགས་མེད་ཀྱང་ཕག་གྲུའི་མངའ་ཐང་ཉིན་རེ་བཞིན་ཉམས་རྒུད་དུ་ཕྱིན་ཏེ་ཕག་གྲུའི་གནས་བབ་ཤིན་ཏུ་སྐྱོ་བོར་འགྱུར་བཞིན་པ་དེ་བྱང་ཆུབ་རྒྱལ་མཚན་གྱི་སྙིང་ལ་གྲི་བཙུགས་པ་ལྟ་བུའི་ན་ཟུག་ཆེན་པོ་ཞིག་ཏུ་གྱུར་ཡོད་པར་བརྟེན། ནུས་ཤུགས་ཡོད་རྒུ་རྩལ་སྤྲུགས་བྱས་ཏེ་ཕག་གྲུ་གནས་བབ་ཉམས་རྒུད་དེ་ལས་སྐྱོབ་ཐབས་བྱ་དགོས་པ་ནི་བྱང་ཆུབ་རྒྱལ་མཚན་རང་ཉིད་ཀྱི་རེ་བ་དང་དམིགས་ཡུལ་གཙོ་བོར་གྱུར་ཡོད། དེར་བརྟེན། བྱང་ཆུབ་རྒྱལ་མཚན་གྱི་བོད་ཁམས་ལ་དབང་བསྒྱུར་བའི་སྲིད་དབང་སྲ་བརྟན་ཆགས་པ་ན། འདས་པའི་ལོ་རྒྱུས་ནང། ཕག་གྲུ་ཉམས་རྒུད་དུ་ཕྱིན་པའི་ལོ་རྒྱུས་ལས་ཉམས་མྱོང་བླངས་ཏེ། བོད་ཁམས་སྤྱི་དང་ལྷག་པར་དུ་སྙིགས་དུང་རྩེའི་ཕོ་བྲང་ཕྱི་ནང་གི་མིའི་ཀུན་སྤྱོད་ཐོག་ཤིན་ཏུ་དོ་དམ་མཛད་ཅིང། སྙིགས་དུང་རྩེའི་ཕོ་བྲང་ལ་རྒྱལ་སྒོ་ཕྱི་ནང་གསུམ་ཡོད་པ་ལས། རྒྱལ་སྒོ་ནང་མ་ལ་ནག་བྱང་མཐར་ས་མེད་པ་ལྟ་བུའི་ཁྲིམས་སྲོལ་ཤིན་ཏུ་དམ་པོ་མཛད་ཡོད་པ་རེད། ཕག་གྲུ་བྱང་ཆུབ་རྒྱལ་མཚན་གྱི་སྣེའུ་སྟོང་རྩའི་ཕོ་བྲང་ཕྱི་ནང་ཀུན་ལ། ཚུལ་མིན་གྱི་སྤྱོད་ལམ་འཆལ་པོའི་རིགས་གནས་ས་མེད་པར་བྱེད་པ་མ་ཟད། རང་ཉིད་དང། རང་གི་ཉེ་འཁོར་ནས་བཟུང་སྟེ་མི་དྲག་ཆེ་ཆེ་རྫིག་རྫིག་རྣམས་ཀྱང། ཁྲིམས་ཀྱི་རྒྱ་ལས་འདའ་ས་མེད་པར་བྱས་ཏེ། སྤྱི་སྙོམས་དྲང་ཚུགས་ཅན་གྱི་ཁྲིམས་སྲོལ་དམ་པོ་ལག་བསྟར་མཛད་ཀྱི་ཡོད། བྱང་ཆུབ་རྒྱལ་མཚན་གྱིས་སྒྲིག་རང་རྩ་ནས་བདམས་པའི་གནང་སྟངས་དེས་མང་ཚོགས་ལ་ཁྲིམས་སྲོལ་བརྩི་སྲུང་གི་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་པ་སྨོས་མ་དགོས་ལ། མཛད་སྤྱོད་འདིས་མཚོན་པའི་བྱང་ཆུབ་རྒྱལ་མཚན་གྱི་སྤྱི་ཕན་དང་དྲང་ཚུགས་ལྡན་པའི་སྤྱོད་ལམ་མང་པོ་ཞིག་ནི་མང་ཚོགས་ཀྱི་མིག་ལྟོས་ཞུ་ས་དང་ཡིད་དབང་འཕྲོག་པའི་གཞི་རྩ་ཞིག་ཏུ་གྱུར་ཡོད་པ་རེད། དེར་བརྟེན། མང་ཚོགས་རྣམས་བྱང་ཆུབ་རྒྱལ་མཚན་ལ། ཉིན་རེ་བཞིན་ཡིད་ཆེས་དང་བརྩི་མཐོང་ཇེ་ཆེར་འགྲོ་བཞིན་ཡོད་ལ། བྱང་ཆུབ་རྒྱལ་མཚན་གྱིས་ཀྱང་རང་ཉིད་ལ་ཡིད་ཆེས་དང། རེ་བཅོལ་བྱེད་པའི་རེ་བ་ཅན་རྣམས་རེ་ས་ནས་བསླུ་མི་རུང། ཞེས་རང་གི་བདེ་སྡུག་ལས་ཀྱང་མང་ཚོགས་ཀྱི་བདེ་དོན་གལ་གནད་ཆེ་བར་བརྩིས་ཏེ། མང་ཚོགས་ལ་སྒང་དགོས་མཁོ་ཆེ་བ་དང་ཕན་ཐོགས་ཆེ་བའི་རིགས་སྔར་ཡོད་ཉམས་གསོ་དང། སྔར་མེད་གསར་སྐྲུན་བྱ་བར་འབད་བརྩོན་ལྷོད་མེད་གནང་གི་ཡོད། སྐབས་དེར་བོད་ཀྱི་སྤྱི་ཚོགས་ལ་མཚོན་ན་འགྲིམ་འགྲུལ་གྱི་ཆ་རྐྱེན་ཤིན་ཏུ་སྐྱོ་བ་དང། ལམ་བར་དུ་བདེ་འཇགས་མེད་པ། རི་ལུང་བརྒྱུད་ནས་འགྲོ་བའི་སྐབས་ཞག་ཚིགས་མེད་པ་སོགས་ནི། མང་ཚོགས་ཀྱི་དཀའ་ཁག་ཆེ་ཤོས་ཀྱི་གྲས་སུ་གྱུར་ཡོད་པ་རེད། དེར་བརྟེན། བྱང་ཆུབ་རྒྱལ་མཚན་གྱིས་མང་ཚོགས་ཀྱི་དངོས་ཡོད་དཀའ་ཁག་དེ་རིགས་སེལ་ཐབས་སུ་བོད་ཀྱི་གཙང་པོ་ཆེ་ཁག་ལ་ལར་ཟམ་པ་བཙུགས་པ་དང། ལ་ལར་སྐུ་གྲུ་གསར་འཛུགས་བྱས་པ་མ་ཟད། ཞག་ཚིགས་ཀྱང་མང་པོ་གསར་འཛུགས་བྱས་ཤིང། ཇག་ཆོམ་གྱི་ཉེན་ཁ་ཡོད་པའི་ལམ་འཕྲང་དང། ས་དོང་མང་ཆེ་བར་འཇིགས་སྐྱོབ་ཀྱི་བདེ་སྲུང་གསར་འཛུགས་མཛད་པ་སོགས་ལ་བརྟེན་ནས་བོད་ཁམས་སྟོད་སྨད་བར་གསུམ་ལ་ཞི་བདེ་ལྷིང་འཇགས་བྱུང་བའི་དུས་སྐབས་འདི་ལ། རྒྱལ་མོ་གསེར་ཁུར་གྱི་དུས་རབས་ཞེས་སུ་གྲགས་པ་བྱུང།